རྗེ་བཙུན་གྱི་ཡིན། རྗེ་བཙུན་ཆ་ཡིན་ད་དེ་དེ་ལ་མང་པོ་ཞི་བའི་འགྲོ་སོང། ད་ཡིན་ན་གང་ལ། མང་པོ་ཞི་བྱེད་དུ་འགྲིལ་བའི་དོན་དེ་ང་དེ་དུ་ཤེས་ཤེས་ལྟས་སུ་མ་འདྲ་བོ་འདྲ་ཞིག་ཚོར་སོང། ངས་ཆེས་ཐོག་མ་ཉན་ནས། ནང་སེང་དཀའ་ལས་ཟེར་ན་འདྲ། སྲིད་གཞུང་ཟེར་ན་དྲི་བ་དེ་ག་རེ་ཟེར་ནས། དང་འདི་གི་གྲོང་ཐོག་འགྲོ་བསྡད་དེ། མང་པོ་ཞི་བྱེད་རེད་བས་ཁྱིམ་ཐོ་ཞི་བྱེད་རེད་བས་རྒྱུ་ནོར་ཞི་བྱེད་རེད་བས་ཟེར། དྲི་བ་དང་པོ་དེ་ཡིན། མང་པོར་ཞི་ཞེས་ཡིད་པ་ཡིན་ན། ད་ལྟ་འདི་རུ་ཁད་བསྡད་པ་དེ་མང་པོ་ཞི་ཞེས་འགྲོ་ཟིན་པ་ཡིན་དུས་ཤ་ལྟར་བྱེད་འདུག་བྱེད་དགོས་པ་རྒྱལ་མཚན་ག་རེ་ནས་ཐོས་སོང་ཟེར། གཅིག་དེ་ཡིན། གཉིས་ནས། ཁྱིམ་ཚང་ཞི་ཞེས་ཡིད་པ་ཡིན་ན། དེ་ནི་ག་རེ་གྲྭ་བ་གི་གྲྭ་ཚང་གི་རིགས་ལ་གྲོང་ཐོག་གཅིག་དང་གཞི་ཆགས་ཀ་ལ་གྲོང་ཐོག་གཉིས་ཡོད་རེད་ཡོད་མ་རེད། བྲོ་བ་བསགས་པོ་ཡིན་ད། གྲྭ་བ་བླ་མ་ལ་ཁྱིམ་ཚང་ཞི་ཞེས་ས་ཡོད་མ་རེད་ཁྱེད་རང་ཆ་མེད་པར་རག་ཏུ་བྱུང་བ་ཡིན་དུས་ཁྱིམ་ཚང་ཞི་ཞེས་ས་ཡོད་མ་རེད་འདི་ཐ་སྙད་དེ། གཞི་བཙན་བྱང་ནི་དཔའ་རྟའི་སྲིད་གཞུང་ཡག་སྐུ་ཅོག་འདི་འགོ་སླད་ནས་བཟུང་སྟེ་གྲྭ་པ་བླ་མ་ལོ་གཅིག་འཚེ་མེད་ཞུ་བདེ་ཡག་ཏུ་ངོ་རྒོལ་བྱེད་བདེ་ཡག་ཏུ་མ་རུལ་གྱི་གནོང་ཆེན་བསྟེན་བདེ་ཡག་ཏུ་གསར་བ་གསར་གསར་འགྲོ་དགོས་པར་ཁྱད་པར་དུ་ཀོ་ལི་གྷ་གི་སྐབས་དེ་དུས་ཀྱི་ཀོ་ལི་གྷ་རེད་ཟེར་བ་ཉེ་བའི་ཆ་ཀོ་ལི་གྷ་ལ་ཡིན་ན་ད་ལྟའི་གཞིས་བཤད་ཀྱི་ཡིན་གྱི་དེ་ཡིན་དེ་ཡིན་དུས་དེ་ཁ་གསར་བུ་བཟོ་རུ་གྱིས། ད་ངེས་འདི་ཁྱི་མདོག་གཞིས་བཤད་རེད་མི་འདུག་མི་འབོ་གཞིས་བཤད་རེད་མི་འདུག་རྒྱུ་ནོར་གཞིས་བཤད་རེད་འདུག་ཟེར་ངེས་ཞི་བདེ་གཞུང་ཟེར་རིགས་རྒྱ་འཇེ་རྨོངས་ཚུགས་ཆེ་དགོས་ཡ་དེ། འདིའི་རྒྱུ་ནོར་གཞི་ཤེས་ག་རེ་བྱིན་ཟིན་ཆེས་ཐོག་མ་ཉིད་ནི། ཁུམ་པ་ཡོད་པས་ས་གཞི་ཡོད་པས། པ་ཏི་ཙུ་ཙུ་ཆོ་ཀྲི་བི་ཡོད་པས་གེ་སི་ཡོད་པས། སྦོ་པོ་ཡོད་པས། ཀ་ས་མུང་ཁྲ་ཡོད་པས། མོ་བེ་ལ་པེ་ཤ་ག་ཚིག་ལུས་ཀྱི་ཡོད། ཡུང་གོ་ག་ཚིག་འདུག། རྒྱན་ཆ་ག་ཚིག་ཡོད། དེ་མི་གཞན་པིག་གི་ཨང་ཅུག་གི་ངག་བླུན་ཅོ་མར་དང་ང་རང་རང་ལ་དྲི་ནི་བྱུང་སོང།

རྒྱང་ནག་གར་བཟོ་རེད་སྔོན་མ་སྔོན་མ། གར་ཟེར་ན་ནང་མི་གི་ལྕགས་ལག་དེ་ཚོ་གསོད་ཤོག་བྱེད་པའི་ཆེད་དུ་ཡིན་ཟེར་ནས་ནང་ལོག་གི་ལྕགས་ལག་གང་ཚ་ཐོ་རྒྱག་མེ་མདའ་རེད་བསད་ངན་གཡོ་ཞུ་རིན་མོ་འདི་ཚོ་ཐོ་རྒྱག་ཏག་ཏག་འགྲོ་དེ་ནས་ལམ་སང། ཚིག་ལས་ནས་ཁྱེད་ཚོ་འདི་ནང་ལྕགས་ལག་འདེད་དང་འདེད་འདུག་ཚོ་ལམ་སང་ཞི་བྱེད་བཟོ་སོང་རེད། དེ་འདི་ཉིན་དེ་རྒྱ་མི་ལ་ཕན་ཐོག་རེད་ཟེར་ནས་ངས་བཤད་ཕེབས་ཀྱི་མེད་དེ་ཡིན་ན་རྒྱ་མི་དུ་འདྲ་ཚོད་ཞིག་རེད་ཤག་ཨཱས་ཡིད་བརྒྱན་ཚེ་ངས་ག་རེ་ཤོད་དེ་ཟ་རིན་དེ་རྒྱུ་ནོར་ཞིག་ཞིག་རེད་ཤག་དེ་ད་རིས་གང་ལ་ཞུ་བ་ནོར་ཞིག་པིན་ཅོག་ཞིག་རྒྱག་ཡོད་མེད་ཡོང་ན་ལྔའི་ལ་སུན་འགྲོགས་སོང་བཞི་ལ་སུན་འགྲོགས་སོང་དེ་ནས་ལྟ་རྟོག་བྱེད་ཀྱི་འདུག་ཨེ་མི་འདུག་ཨེ་ཟེར་ད་དེ་འདུག་རྒྱུ་ནོར་ཞིག་ཞིག་རེད་ང་མ་གཏོགས་གྲོང་ཚོ་ཞིག་ཞིག་ལ་རྩ་བ་རུང་ནས་ཚོགས་མ་སོང་ད་དེ་འདི་ནས་མི་ཐོག་མོག་པོ་ཡོད་ཡིན་ནས་ཆད་པ་དང་དངུལ་སྐོར་ཞི་བི་རེ་བྱ། ཉན་ཆག་ཟླ་ནང་ས་ལ་མི་གཅིག་ལ་དེ་ལར་ཟེར། ཁྱེད་ལོ་ཙིས་ལ་ཚིག་ཡོང་སྒོ་ག་ཚད་འདུག་ཟེར་ལབ། ང་ང་རིག་ལ་ལོ་ཙིས་ལ་ཡོང་སྒོ་ཡོད་པའི་རྩ་ནི་ཧ་གོ་མི་འདུག་ངས་ང་ཚོ་རྩིས་པ་སྐད་དོན་ཡིན་ང་ལ་གླ་ཆ་ག་ཚོད་ཁོ་ལ་སྐད་ཆ་དྲིས་ཟེར་ཁ་ཐུག་ཁོ་ལབ་ཅི། བྱས་ཙང། ཕོ་སར་གཅིག་ལ་ག་ལ་ཟེར་ཁྱེད་ལོ་ཙིས་ལ་ཡོང་སྒོ་ག་ཚད་ཡོད་ལ་ཡིན་ཟེར་ར་ང་ཡོང་སྒོ་རྩ་ནི་མེད་ལ། འབུམ་གཅིག་ཡིན་གྱི་མིན་གྱི་ཡོང་སྒོར་ཅི་ལ་དགོས་རེད་ཟེར་ལབ་འདུག། དེ་བཙལ་བཤད་མ་རེད་པས། ཡོང་སྒོ་མེད་ཀི་ག་ཚད་འདུག་ཡོང་སྒོ་མེད་བཞིན་དུ་ཁྱེད་ལོ་སི་ལ་འབུམ་གཅིག་ཡོང་སྒོ་རེད་ལབ་དགོ་རེད་དེ་ནི་དྲི་གོ་རེད་ལ་ཡི་དེ་བཙན་བཤད་རེད་བ། ཁྱད་པར་དུ་རྒྱུ་ནོར་ག་ཚད་ཡོད་སྲིད་དེ་ག་རེད་རྒྱན་ཆ་ག་ཚད་ཡོད་སྲིད་དེ་དེ་རྒྱུ་ནོར་ཞིག་ཞིག་རེད་འགའ་ཟེ་ཐག་བཅད་ནས་བཤད་གོ་ཡོད་དེ་ཚོ་དེ་མི་གཞན་པིག་ལ་འཇོན་པའི་ང་རང་རང་ལ་མྱོང་ཚོར་སྒོ་ནས་བྲོ་བ་འཁྲབ་སྲིད་ད་རེས་དེ་དོན་མང་པོ་ཡོད་ཞུ་གི་མེད་ཀི་དེ་ཡི། གཉིས་ནས་ཀོ་ལི་ག་དུ་འགྲོ་བའི་དུས་ནས་ཞི་འདེད་བྱུང་སོང། ཁྱད་པར་དུ་ནུབ་སྲིད་དུ་ཧ་ཅང་འབྲེལ་བ་ཆེ་བ་ཡིན་དུས། ཁྱད་པར་དུ་འདི་ལ་པ་ཏའི་ཚུ་ཚོགས་ཀྱི་སྐུ་ཕྱོགས་ཐུགས་ནོར་ཡག་ལེན་ནས་གསལ་བཤད་བྱེད་དགོས་ཡ་རེད་ངེས་ནས་བྱས་ན། པ་ཏའི་སྲིད་གཞུང་གི་ཀོ་ལི་ག་ལ་ག་རེ་སོང་ཡ་རེད། སྤྱི་འཐུས་ལྷན་ཚོགས་ཀྱི་རྩ་རོགས་ནས་ལས་ཀ་བྱས་ཡོད་མ་རེད་ད་ཧ་ཚ་སྐད་ཆ་མཐོན་པོ་ཀུན་ནས་བཤད་ཡོད་རེད།

རྡོག་རྡོག་བྱས་ན་ལག་ལེན་བྱེད་དགོས། སོ་སོ་གི་གཞུང་བ་དེ་ལ་ལག་ལེན་བྱེད་ཟེར་དགོས། ང་ཚོ་འདི་རུ་གྲྭ་པ་དེ་རྒྱ་ཆེ་ས་ཞིག་བ་ང་ཚོ་འདི་རུ་ཆོས་བརྒྱུད་བྱེད་པ། ཆོས་བརྒྱུད་ཀྱི་ཆེ་འདི་དེ་ལག་ལེན་བྱེད་མ་བྱེད་ག་རུ་དཔང་རྟགས་ཡོད། ལག་ལེན་བྱེད་གི་མེད་པ་ག་རེ་དཔང་རྟགས་ཡོད། ཉོག་ལེན་བྱེད་གི་མེད་པ་ག་རེ་དཔང་རྟགས་ཡོད། ཨ་རེ་སྐད་ཤུགས་མཐོན་པོ་ཡོད་པའི་རྒྱུ་མཚན་དགོས་ནས་ཁྱེད་ཉོག་ལེན་མེད་འཁུར་ཟེར་ལ་ཡིན་པས། ང་ཚོ་དཔེ་ཆ་གཞུང་ནས་ཞི་རྒྱས་དབང་གྲགས་དེ་ཡོད་རེད། ཞི་བ། དྲག་པོ། དེ་ཚོ་ག་རེ་ཅི་ནས་རེད། མི་ཆེད་དུ་ཆེད་འགྲོ་བ་ལ་དྲ་འབུག་རིགས་ང་ཚོ་ཡག་སྡང་ཡོད་རེད་ཟེར་ངས་ངེས་འཛིན་བྱེད་དགོས་ཡོད། ངས་བརྙན་ནས་ཡིན་གོ། རྒན་མོ་བློ་མ་བདེ་དེ་ནས་ཚིག་བཤད་ཚར་ཚར་བཤད་ཐུབ་གི་མི་འདུག་ཕྱི་ལོག་ལ་ཀུས་ཀུས་ཙུ་ཙུ་བཤད་དེང་འདུག་འགངས་ལ་བཤད་དགའ་རེད། ཁོང་ང་འདྲ་ཡིན་ན་འདི་འདི་བྱེད་འདི་དགོངས་ནས་བཤད་དགོས་མ་ཕྱི་ལོག་ལ་རྒྱ་ས་དེ་ནོ་བྱེད་མ་མྱོང་ད་སྲིད་སྐྱོང་ལ་བྱེད་མ་མྱོང་གཞན་པ་ལ་བྱེད་མ་མྱོང། གཞན་པ་རེ་རེ་འཛིང་གོ་རེ་ནས་སྲིད་སྐྱོང་གཅིག་བྱེད་མ་གཉིས་བྱེད་བྱེད་འདུག་འདི་དགོངས་བཤད་དགོས་རེད་ད་རྒན་མོ་བློ་བཟང་མ་རེད། བ་དེ་ཚོ་ཚོ་ཅུ་མི་གཞན་པ་ལ་སྐར་མ་རྩིས་སྣོང་གི་འདུག་ང་ལ་སྐར་མ་རྩིས་སྣོང་རོགས་གྱིས།
དྲི་བ་ཅི་ཡོད། དྲི་བ་བཏང་ནོ་ན་ནས་ན། དྲི་བ་ཅི་ཡོད་དྲི་བ་ཅི་དེ་ད་ད་ད་དེ་ཀུ་ཀུ་ཅིག་གསུངས་སོང། བ་དེ་ཚོ་ཚོ་འདི་ཚོ་གི་ལས་ཀ་གསུངས་སོང་སྲིད་གཞུང་ལས་ཀ་བྱས་ཏེ་ཞི་བི་རེད། ལྷ་དང་བླ་མའི་བཀའ་ལུང་ཕེབས་སོང་ཡི་གེ་ཐོངས་སོང་བདེན་པར་ངས་ཐོངས་སོང་ཡིན་དང་ལྷ་དང་བླ་མའི་བཀའ་ཅི་ཕན་ཡོང་གོ་སོང། བཀའ་སྤྱི་བོས། ཁོང་ཨ་དེ་འདྲའི་གི་བཀའ་བརྩི་གི་མི་འདུག་རྫ་བོ་བཀའ་སྤྱི་བོས་དེ་བདེན་པ་རེད་དུ་མ་རེད། དེ་ཞུ་གི་ཡོད་དེ་བྲོ་བ་ཡིན། ཧ་ཅང་གི་རྒྱང་ཁྱིམ་དངོས་གཙུག་ཆེན་དགོས་གལ་ཆུང་པོ་རེད་ལྷག་ཏུ་བླ་མིའི་གི་ལུང་བསྟོད་པས་སུ་ཡི་གེ་དུ་བཀྲམས་སུ་དེ་ངས་ད་བར་ལོ་ལྔ་གཅིག་རིང་ལ་མ་བཀྲམས་བ་ཡི་གེ་བཀྲམས་སུ། ཡིན་ནའི་ལོ་ལྔ་གཅིག་ལ་མ་ཞུས་དབང་ལ་ཁ་ཚུགས་ད་ག་རུང་ལ་ག་ཅི་ལྷ་མོ་བརྩིས་གི་བཀའ་སྤྱི་གཏོང་ཁྱེད་ཐོང་ཨ་དེ་འདྲའི་བཀའ་བརྩི་གི་མི་འདུག་ཟེར་ལ། བཀའ་སྤྱི་གཏོང་ཡག་གི་གོ་གི་འདུག་དེ་དེ་ཚོ་བདེན་པ་རེད་དུ་མ་རེད་ཟེར་ཞུ་བ་ཡིན། ཞུས་དུས་འཇའ་སྟོང་ཕུར་པ་རྡོ་རྗེ་ལགས། ཞུས་དུས་ཀུན་དགའ་གསེར་སྟོབས་ལགས།
པ་དེ་ཚོགས་གཙོ་མཆོག། ནང་སྲིད་ལས་ཁུངས་སྤྱི་ལོ་ཉིས་སྟོང་ཉེར་གཉིས་རྩ་གཉིས་རྩ་གསུམ་ལས་དོན་སྙིང་བསྡུས་ཐུགས་ལ་ཡར་ལྡང་ལས་འཆར་བཞིན་ཞུ་གི་ཡོད། དེ་ནས་དེ་རིང་དེ་ཞུ་ཡ་དེ་ག་ཚད་ཕན་གི་ཡོད་ན་ཧ་གོ་མི་འདུག་དེ་ཕན་པ་མེད་ན་བསམ་པ་བྱས་ནས་མང་པོ་ཅིག་གི་རེ་སྐུལ་དང། དེ་ཡང་རེ་བ་ཆེན་པོ་བྱས་བྱས་ནས་ཨ་ནེ་གྲོས་ཚོགས་རིམ་པ་ལ་མང་པོ་ཅིག་ཡིན་ང་གཉིས་ཐོག་ལ་ཞུ་ཡག་དང། ང་ཚོ་ཡིན་ན་མི་མང་གི་སྐུ་ཚབ་ཅིག་ཡིན་དུས་དེ་འདྲ་ཞུ་འོང་དུ་ག་ལ་འོང། དེ་རིང་དེ་ལ་ཆགས་ཞེན་བྱེད་ལེན་ཡང་བྱ། དེ་ནས་དཔལ་ལྡན་ནང་སྲིད་ལས་ཁང་ལ་ཡང་དྲན་གསོ་ཅིག་བཏང་ནས་དེ་འདྲ་ཞུ་ན་བསམ་པ་བྱུང་སོང། ཞུ་ཡག་དེ་ཡང་འོང། དེ་ནས་བོད་ནས་ཕྱི་འབྱོར་གི་ད་བའི་སྡོད་ཁང། ད་ལྟ་ཚོ་གང་ལ་གང་འཚམ་ཅིག་ད་ལྟ་བར་དུ། རྒྱ་གྱོད་རེད། རྒྱ་བྱ་བ་དེ་བཀའ་ཤག་གང་མང་པོ་གྱིས་དངོས་གནས་འགན་ཁུར་ཆེན་པོ་དང་དགོངས་པ་རྒྱ་ཆེན་པོ་བཞེས་བྱས་ནས་དེ་འདྲའི་གཟིགས་ཡིན་དུས་དཔེ་ཡག་པོ་རེད་འདུག། ད་ད་ལྟ་ཡིན་ན་མང་པོ་གྱིས་ལྷག་བདེ་བ་དེ་ཚོ་ཐུགས་ལ་ཡ་ཨ་ནས་ངེས་པར་དུ་དངོས་གནས་ཐུགས་ཁུར་བཞེས་བྱས་ནས་དེའི་ཐོག་ལ་ཤུགས་རྒྱག་དགོས་འབད་བརྩོན་བྱེད་དགོས་འདུག་དཔེ་གནད་འགག་ཆེན་པོ། ང་རང་ཚོ་བོད་ཀྱི་རྩ་དོན་ཡིན་ན་རེད་གང་རིང་གཅིག་ཐོག་ལ། གཞི་གཉིས་ཀྱི་གནས་སྟངས་བཅས་དང་འབྲེལ་བ་དང་རྒྱལ་སྤྱིའི་གནས་སྟངས་དང་འབྲེལ་བ་དེ་གནད་འགག་ཆེན་པོ་ཆགས་ཀྱི་འདུག་ང་ཚོའི་བཙན་བྱོལ་ནང་རང་དབང་ཡོད་པའི་དབུ་ཁྲིད་བཟང་པོ་འདི་འདྲ་ཅིག་ཨ་ནེ་གཤམ་ལ་བསྡད་ངེས་ཅིག་རང་དབང་ནང་པ་ར་གང་མང་དག་མེད་ཅིག་དེ་ལ་ཡང་ཨ་ནེ་ང་ཚོ་ནང་ནས་ཤུལ་ཁ་ང་སྣ་ཟེར་རྩོད་ཆུང་ཆུང་རྒྱག་དེ་ཡང་མ་གཏོགས་གི་ཚགས་ཚུད་པོ་མེད་པ་ཅིག་ཨ་ནེ་དེ་འདྲའི་གནས་སྟངས་མང་པོ་ཅིག་གྲ་མ་འདྲའི་མང་པོ་འདི་འདྲ་ཆགས་བསྡད་པ་ཡིན་ན། མ་འོངས་པ་ནམ་ཞིག་ང་རང་གི་ཚོ་བོད་ཀྱི་བདེན་མཐའ་ས་ཡ་དང་རང་དབང་གི་ཉི་མ་ཤར་བའི་དུས་ཀྱི་ཚེ་ན་ཡང། དངོས་གནས་ཀྱི་འདི་ཟུར་བཀའི་རང་དབང་དེ་ག་འདྲ་གྱི་བདག་པོ་བྱེད་སར་ག་སའི་ལྷང་སྤྱོད་ཚོར་གསོན་པའི་ལག་ལེན་རྒྱ་སྤྱིའི་ཁེ་ནི་རྒྱ་སྐྱོར་བྱེད་ངེས་རེད་ང་རང་ཚོ་གཞིས་ལུས་མི་མང་ཡིན་ན་ག་འདྲའི་སྲུང་དམག་གི་བཅས་ཀྱི་སེམས་ནང་ལ་ཡ་དངོས་གནས་ཀྱི་སེམས་ཤུགས་ཆག་ཡ་ཉེན་ཁ་འདུག་དེ་བྱེད་དུས་རྩ་ནས་དེ་འདྲའི་གི་ཐོག་ལ་ད་ལྟ་ཨ་ནེ་བོད་མི། རྗེས་ལུས་ཀྱི་ཁོང་པ་དག་ལ་ད་ལྟ་དེ་ས་དེ་ཚོ་བརྒྱ་ཡ་དེ་ད་ལྟ་དཔེ་ན་རྡ་རམ་ས་ཁུལ་གྱི་དེ་ནས་ནོ་བྷེལ་གླིང་ཁ་ཡིན་ན་ཡང་རེད་དེ་ནང་བཞིན་ལྡི་ལི་རེད་དེ་དང་དེ་འདྲ་བའི་གི་ནས་མང་པོ་ཅིག་ཡོད་རེད་དེ་ཚོ་ད་ལྟ་དེ་ཚོའི་གནས་སྟངས་ད་ག་འདྲ་འདྲ་ཅིག་མ་འོངས་པར་རེ་བ་ག་ཚོད་འདུག་ཨ་ནི་ག་ཚོད་རེ་བ་མེད་པ་ཡིན་ན་ད་ཡོན་རྩ་ནི་རེད་མི་འདུག་བ་གསལ་བོ་ཅིག་བྱས་བཞག་ན་ཁོ་རང་ཚོ་ཡིན་ན་ཁོ་རང་ཚོ་གི་ཅིག་བསོད་ནམས་བཏང་བ་ནི་ཁོ་རང་ཚོ་གི་ནུས་པ་ལ་དཔག་པའི་ཅིག་གི་ཨ་ནི་ཅིའི་ལས་ཀ་ཅིག་བསྒྲུབ་འགྲོ་རྒྱུ་རེད་ལས་ཀ་ཅིག་སྦས་ཚན་བྱེད་རྒྱུར་མ་གཏོགས་ཁེ་རེ་བ་ཅིག་བྱེད་ཆོད་ནི་ཨ་ནི་དེའི་རྩ་ནས་ཡོང་ཡ་མེད་བ། ལས་ཀ་གཞན་པ་ཅིག་ཐོག་ལ་གོམ་པ་བརྒྱབ་ནས་དེ་འདྲ་འགྲུབ་མ་ཐག་བ་དེ་འདྲ་དཀའ་ངལ་འཕྲད་བསྡད་ཀྱི་འདུག་དེ་འདྲ་བྱེད་དུས་རྩ་ནས་དེའི་གི་ད་ཁོང་པ་དེ་ཚོ་ད་མ་འོངས་པ་ད་ད་ག་འདྲ་ཡོང་ས་རེད་ག་འདྲ་ཆགས་ཡོད་རེད་དེའི་ཐོག་ལ་མ་གསལ་བོ་བྱས་ནས་གསུངས་ཐུབ་བ་ཡིན་ན་དཔེ་ཡག་པོ་འདུག་དེ་ཅིའི་ག་འདྲ་གནས་སྟངས་ཡོད་རེད་ག་འདྲ་ཞུ་ཡ་ཅིག་ཡིན་དེ་ནས་གེ་ཆི་ཡ་ཅིག་དེ་ད་ད་བ་ཡུལ་ནང་གི། བོད་པ་སོ་སོ་གང་ཅིའི་གི་ཐོག་ལ་དངོས་གནས་ཀྱི་ཅིག་ཐོ་གཏོང་མི་ཧ་དང་དཀའ་ངལ་མང་པོ་ཅིག་འཕྲད་བསྡད་བ་ཅིག་རེད། ལྷག་པར་དུ་ད་ལྟ་རྗེས་ལུས་བོད་མི་སོ་ནི་སྡོད་ཁང་དེ་སོ་ཅིག་ཁོ་རང་ཚོ་གི་ལབ་ན་ས་ཆ་འདི་འདྲི་ཅིག་ལ་ཡ་བོད་མི་སྒྲིག་འཛུགས་ཀྱི་ཅིག་འགན་ཁུར་ཅིག་ལས་ཀ་བྱས་ན་ཡོང་ས་རེད་འགྲོ་ས་རེད་གཞུང་ལས་ཞུ་ས་ཡོད་སོ་དེ་འདྲི་ཅིག་ལ་ཅིག་བསམ་ཚུལ་གཏན་ངེས་མང་པོ་འདུག་ཡིན་ན་ཡང་ང་རང་ཚོ་གི་དེ་སྙམ་མ་ཐག་བ་དང་དགའ་ཅིག་ད་ལྟ་བར་དུ་དེ་འདྲི་ཅིག་ལྷག་བསྡད་བ་དེ་གནད་ཀ་ག་རེ་ཡིན་པ། དེ་བལ་ཡུལ་ལ་ཡོད་པའི་བོད་པ་ཕྱོགས་ཀྱི་ཚང་གི་མང་པོ་ཅིག་རེད། དེའི་ཐོག་ལ་ངེས་པར་དུ་དངོས་གནས་ཀྱིས་ཁོ་རང་ཚོ་ཚོ་འདོད་བློ་ཁེངས་པ་བཅས་དང་ད་ལྟ་གང་ནས་ཞུས་པ་ནང་བཞིན་གྱི་ང་རང་ཚོ་ཀྱི་བོད་པ་དེ་ཁོ་རང་ཚོ་ད་ལྟ་དེ་བཙན་བྱོལ་ནང་ཡོད་པ་དང་ཚོ་དངོས་གནས་ཀྱིས་ཚ་ཚུར་བོ་ཚ་དིང་དིང་ཐབས་བྱུང་ཆོག་མི་ཚ་བོ་བཏང་གི་འདུག་ཁོ་རང་ཚོ་དངོས་གནས་ཀྱིས་རེ་བ་ཆེན་པོ་བྱེད་བྱས་ནས་བཙན་བྱོལ་ནང་འགྲོ་བའི་འགྲོ་བོ་ཆོག་གི་འདུག་བསམ་པར་དེ་འདྲས་ཀྱི་ཡོང་ཐུབ་ཡ་དེ་དཔེ་གལ་ཆེན་པོ་འདུག་མ་གཏོགས་འདི་འདྲས་ལྷག་སོང་བ་ཡིན་ན་ཨ་ནི་མང་པོ་ཅན་སེམས་ཤུགས་ཆག་འགྲོ་བ་བཅས་དང། མ་འོངས་པ་དེ་ནི་དེ་འགྲིག་གི་རེད་བ་རྩ་ནས་མེད་འགྲོ་བ་ང་རང་གི་ཚོ་རྩ་དེ་མཐའ་རྩོད་གང་ཅི་གི་ཐོག་ལ་ཡང་ང་ནི་ཉམས་འགུལ་ཉམས་ཆག་ཆེན་པོ་འགྲོ་འགྲོ་གི་འདུག་དེའི་ཚོ་ནི་ད་ལྟ་དེ་ཕ་ཡུལ་ཁུལ་གྱི་ཨ་ནེ་གསར་འབྱོར་ཚོ་གི་སྡོད་ཁང་དེ་ཚོ་གི་གནས་བབ་གནས་སྟངས་དེའི་ཐོག་ལ་ལག་བསྟར་འདྲ་བོ་ག་ཚད་ཡོང་ཐུབ་ཀྱི་ཡོད་རེད་ཨ་ནེ་འགས་ནས་ག་ཚད་བྱེད་ཀྱི་ཡོད་རེད། དེ་ནས་ཁོང་རྣམ་པ་སྤྱི་བཏང་གི་ཁང་པ་གཅིག་ཡོད་བ་ཙམ་གཅིག་སྡོད་ས་གཅིག་ཡོད་བ་ཙམ་གཅིག་གི་རྩ་བ་ནས་ཡོང་གི་མི་འདུག་ཟེར་བ་ཚོ་དངོས་གནས་རེད་རེད་ཅེས་དེ་དངོས་ཡོད་གནས་ཚུལ། ཁོ་རང་ཚོ་ཉམས་མྱོང་ཚད་མེད་ཀྱི་ཐོག་ནས་གསུངས་འདི་གར་མ་གཏོགས་མཁས་དབང་འདོད་རྔམ་ཆེ་དྲགས་ནས་དེ་ག་ས་ལྷུང་བ་རྒྱག་ཡས་སྐད་ཆ་རྩ་ནས་རེད་མི་འདུག་དེ་ཡང་སྐམ་ས་གཅིག་དང་ས་ཁུལ་ཆུང་གཅིག་དང་བཅས་ཡུམ་བེ་མེད་པ་ཚང་ལེན་གྱི་རྩ་ནས་མེད་པ་དེ་འདྲས་བཅས་ལ་ཞུགས་ཆགས་པ་ཡིན་ན་ཧ་ན་འཚོ་བ་སྐྱེལ་དགོས་ཡ་གནས་དགོས་ཡ་བྱེད་དུས་དེ་རྩ་ནས་ཡུམ་ཐུག་ཡ་མེད་པ་ཅི་རེད་དོ་བ་དེ་ཡིན་རྩ་ནས་དེ་སུ་ཡིན་ན་ཡིན་ཀྱི་ངོས་ནས་ཚང་ལེན་དང་གང་བྱེད་ཀྱི་ཀྱི་ཡུམ་ས་ཡུམ་བ་བཅས་ད་ན་བསྡད་ན་བསྡད་ཐུག་ཡ་གནས་ཐུག་ཡ་དེ་འདྲས་ཀྱི་ཡུམ་སའི་ས་ཆ་དེ་འདྲས་ཀྱི།

དངོས་གནས་ཤི་རྒྱག་ཡུལ་གྲུ་ཁག་དེ་ན་མེ་རེ་རེ་སྐྱེ་ཡུལ་རེ་བོད་ཀྱི་རྩ་དོན་རེ་གངས་སྐྱིད་ཀྱི་ཐོག་ལ་ཡང་དངོས་གནས་ཤི་མི་འདྲ་བོ་ཅིག་མ་གཏོགས་བོད་མི་འདྲ་བོ་ཅིག་རྩ་བ་ཉིད་ནས་ཆགས་ཀྱི་མི་འདུག་དེ་ཡིན་དུས་ཀྱི་བོད་དུ་ཆོས་ཀྱི་རིག་གཞུང་ག་ནས་ཡིན་ན་ཡང་གོང་སྤེལ་གཏོང་དགོས་ན་རྒྱ་བལ་འབྲི་གི་ཐོག་ལ་ཡང་རྒྱ་གར་དང་བལ་ཡུལ་གནས་དགོས་ཀྱི་འདུག་དེ་འདྲའི་བྱུང་སོང་ལ་འདྲ་ཚུལ་ཁ་ཤོར་ནས་ཚུལ་ཡུང་མིན་ཕ་སྐྱིད་ཡུང་འབྲི་སོགས་འདྲ་བོ་དེ་འདྲ་ང་ཚོ་ལ་ཤེས་ངེས་བྱུང་སོང། ད་ལྟ་བར་དུ་ཡང་དཔལ་ལྡན་བཀའ་ཤག་ཏུ་ནང་སྲིད་ལས་ཁུངས་དེ་འདྲ་བྱུང་སོང་བས་བྱུང་བ་ཡིན་ན་དེའི་ཐོག་ངེས་པར་དུ་མཐུན་འགྱུར་བྱས་ནས་དེ་ཚོ་ཡང་གནད་ཐོན་ཡག་ཅིག་བྱེད་དགོས་འདུག་དེ་ཡང་དཔེ་གནད་འགག་ཆེན་པོ་དེ་འདྲ་བྱུང་སོང་མ་སོང་དེ་ཞུ་ཡག་ཅིག་དེ་བྱུང་ན་ནི་དེའི་ཐོག་ལ་ཡང་དེ་ཚོ་ལ་ཡང་མཐུན་འགྱུར་རྒྱག་ཐུབ་དགོས་ཡ་དེ་དཔེ་གནད་འགག་ཆེན་པོ་མཐོང་གི་འདུག་དེ་ཞུ་གི་ཐུགས་ཆེ།